ཡིན་ཙང་ལྷག་དཀར་འདུག་བ། ངས་ལྷག་དཀར་མང་པོ་ཅིག་ལ་འགྲོ་མྱོང། དཔེ་ཡག་པོ་འདུག་བཀའ་དྲིན་ཆེ་སོང། ད་དེང་སང་ལྷག་དཀར་ཁྲ་དུས་བཀའ་ནན་དངོས་གནས་བོད་ཆས་ཡག་པོ་འཁུར་དགོས་འདུག། བྱང་ཚར་བ་རེད་ངས་ད་འབའ་ཞིག་པི་ཝང་ལས་སླ་པོ་བཏང་བཏང་ཤག་ཡོད་རེད་ངས་ཡང་པི་ཝང་དེ་ལ་ངས་ཁམ་བེར་བླུགས་བཏང་ཡས་ཆོད་འདུག་དེ་ཙང་ང་རང་ཚོ་ད་ང་ཚོ་དེང་སང་གི་ད་ལྟ།

ཨ་ངས་ཁོ་རང་ལབ་ཡིན་ང་སྤྱི་བཏང་གི་གོ་ཤེས་ཁྲ་བའི་དེ་དཔེ་ཡག་པོ་ཐུག་མོ་འདུག་ཡིན་ནའི་ད་ཅིག་ད་ད་དེ་རྒྱ་མིའི་འདྲ་པོ་འདུག་ཟེར་བ་ད་འདུག་ཚུལ་ཁྲེལ་ཚོ་ཚང་མ་ད་བསམ་ཚུལ་རེད་ད་གལ་ཆེ་ཤོས་དེ་ང་རང་ཚོ་རང་གི་ཨ་ནི་ཅིག་བོད་པའི་སྔ་སྨོས་ཀྱི་བོད་པའི་ཁྲ་བཏང་བྱོས་རེད་ང་རང་རང་ཚོ་རང་གི་གཟུགས་པོ་གཡུག་སྟངས་ཡིན་ནའི་རེད་གཞས་བཏང་སྟངས་ཡིན་ནའི་རེད་རོལ་ཆ་དཀྲོག་སྟངས་ཡིན་ནའི་རེད་ང་རང་ཚོ་རང་ཚོ་རང་གི་ཅིག་ཡོད་རེད་རིག་གཞུང་གི། བྱས་ཙང་འདི་ཡོད་དུས་ག་ནས་ང་རང་ཚོ་བོད་པ་དཔེར་ན་མི་ནག་པོ་དེ་ཚོ་ཅིག་ཞལ་འཁྲབ་དུས་ག་ནས་ག་འགྲོ་དོ་བོད་དུ་གཟུགས་པོ་གཡུག་དུས་ག་ནས་མི་དཀར་པོ་དང་མི་ནག་པོའི་པར་ར་ལ་གཟུགས་པོ་གཡུག་སྟངས་ཁྱད་པར་ཞུ་གི་ཡོད་རེད། འདི་ག་ས་མི་རིགས་ནག་པོ་ཁོ་རང་ཚོ་གི་གཟུགས་པོ་གཡུག་སྟངས་འབྱོར་འདི་ཡང་ཧང་སང་ཡང་དཔེ་མི་རིགས་ནག་པོ་ཁོ་རང་ཚོས་མ་གཞི་གཡུག་ཐུབ་ཀི་མ་རེད། དཔེར་ན་སྐུ་མདུན་གྱིས་འདི་གསུངས་གི་འདུག་བ།

བོད་ཀྱི་རིག་གཞུང་གོམས་གཤིས་གང་ཅིའི་ཐོག་ནས་རྒྱ་མི་ཟེར་མཁན་འདི་འོ་ཡ་འབུ་ཟ་མཁན་ཅིག་རེད། རྒྱ་མི་སྲིད་དུས་གསལ་པོ་རེད་ང་ཚོ་གདོང་དམར་ཅན་རེད། ང་ཚོས་གིས་འབུ་ཟ་གི་མ་རེད། ང་ཚོས་གིས་གཡག་ཟས་པ་ཡིན་ནས་གཡག་ཤ་སྤེལ་ན་མི་ཚང་གཅིག་ནང་ལ་ལོ་གཅིག་གིས་གཡག་བསད་པ་འདི་གིས་མི་ཚང་ཁོ་ར་ལོ་གཅིག་འདང་གི་ཡོད་རེད། འོང་ད་ག་ན་ཤིང་ཅིག་ང་རང་ཚོས་འབུ་ཟ་གི་མ་རེད། ད་ག་ན་ཤིང་རྒྱ་མི་དུ་ཚོད་གིས་སྐད་ཆ་བཤད་སྟངས་ཡིན་ནས་ཚང་མ་ང་ཚོ་བོད་པ་ད་ཐ་དད་རེད། འདི་ཐ་དད་ཡིན་དུས་ག་ནས། ལྷག་པར་དུ་ང་ཚོ་བོད་ཀྱི་ཞབས་བྲོ་འཁྲབ་དུས་ག་ནས། ད་ལྟ་རྒྱ་མིའི་གི་དབྱུག་སྟངས་དེ་འདྲ་བྱས་པ་ཡིན་ན། ང་ཚོ་རྒྱ་མིའི་ག་ནས་བཤུ་དགོས་ཡ་གལ་ཡོད་མ་རེད། བྱས་ཙང་ཁ་ཤས། ངས་སྙན་མ་ངས་ག་རེ་ལབ་དགོས་ཟེར་ན་ང་རང་ཚོ་ད་ལྟ་ཕྱིས་སུ་སྐྱེས་པའི་ནང་ལི་ནས་རེད་བོད་ནས་ཚུར་ཕེབས་དུས་མང་པོ་ཅིག་དཔེར་ན། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་དགུ་བཅུའི་ནང་ལ་ཡ། སྐྱེས་བསྡད་པའི་གི་ང་རང་ཚོ་བོད་ནས་ཕེབས་པ་ཡིན་ནས་རེད་ཕྱིས་སུ་སྐྱེས་བསྡད་པ་ད་ག་འདྲ། མང་ཆེ་ག་རེ་ཡིན་ཟེར་ན། ག་རེ་ཁོ་ཚོས་གི་འགོ་ཚུགས་ཀྱི་མི་འདུག་ཟེར་ན། ལྷག་པར་དུ་བོད་ནང་ལ་འཚར་ལོངས་བྱས་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་དགུ་བཅུའི་ནང་ལ་སྐད་ཅོག་མང་པོ་ཅིག་བརྒྱད་ཅུ་དགུ་བཅུའི་བར་དེ་བར་ལ་རྒྱ་མིས་གི་བོད་ནང་ལ་ཅིག་བོད་ཀྱི་རིག་གཞུང་ཕྱེད་ཀ་ལྷག་རྩ་མེད་བཟོས། བོད་ཀྱི་རིག་གཞུང་ཕྱེད་ཀ་ལྷག་རྩ་མེད་བཟོས། བོད་ཀྱི་རིག་གཞུང་མང་པོ་རྒྱ་རྒྱ་གི་རིག་གཞུང་བཟོས་ཚར་ཡོད།

བོད་ཀྱི་རིག་གཞུང་མང་པོ་ཞིག་རྒྱ་གི་རིག་གཞུང་དང་ཚུར་སྤྲད་ཚར་རེད་དེའི་དུས་སྤྲད་ཚར་དུས་སྐབས་ནས་ད་ལྟ་ང་ཚོ་མང་པོ་ཅིག་ཁག་ཡོད་མ་རེད་དེའི་དུས་སྐབས་ནས་ད་ལྟ་ང་རང་ཚོ་བོད་པ་རང་གི་ཞབས་བྲོ་ཁྲ་ཁྲ་འཇོག་རེད་ང་རང་ཚོ་བོད་པ་རང་གི་སྒྲིག་འགུག་འཇོག་རེད་འདི་ཡིས་འོ་ཡ་ཅིག་དེ་བ་དེང་སང་གི་དེ་དུ་བ་ཆབ་སྲིད་པ་དེ་འདྲས་དཔེར་ན་ཡང་ཅིག་རྒྱ་མི་ལས་བརྩི་དགོས་ངེས། ཡང་འཛམ་བུ་གླིང་གི་འདི་འདྲས་ད་ལྟ་སོལ་འཇོ Liberal འདི་ཚོས་ཀྱི་ཨ་ཁྱེད་རང་ཚོ་རྒྱ་མི་ལ་གཅིག་བྱེད་ཁོ་རེ་གཉིས་བྱེད་རྒྱ་མི་ལ་དཔེ་ལས་བཤད་ཁོ་རེ་གྱི་གཅིག་བཤད་དགོས་པ་འདྲ་པོ་གཅིག་འདི་ཚོའི་ཐད་དུ་མང་ཆེ་གང་ཡིན་ཟེར་ན་ཁོ་རང་ཚོ་ཁེ་ཕན་ཐོག་ནས་ང་ཚོ་བོད་པ་འདི་རྒྱ་ཆ་ནས་ཁོང་ཚོ་ཁེ་བ་ཁེ་ཡོད་མ་རེད་དེའི་དུས་ཀ་ནས་ང་རང་ཚོ་ང་རང་ཚོ་བདག་པོ་སྐྱོན་དེ་དཔེ་གལ་ཆེན་པོ་རེད་ལྷག་པར་དུ་དམངས་ཁྲོད་ཀྱི་གཞས་འདི། དམངས་ཁྲོད་ཀྱི་གཞས་འདི། ད་ག་ས་གང་ཚོད་འདུག་ས་དུས་ག་འདྲ་དམངས་ཁྲོད་གཞས་འདི་ཨ་ཟེར་གཏང་གི་རེད། བོད་མི་རིགས་ཀྱི་སྲོག་རྩ་འདི་དམངས་ཁྲོད་ཀྱི་གཞས་རེད། བོད་མི་རིགས་གནའ་སྔ་མོ་སྔ་མོ་གི་དམངས་ཁྲོད་ཀྱི་གཞས་འདི་བོད་མི་རིགས་ཀྱི་སྲོག་རྩ་རེད། འདི་འདྲ་ཡོད་དུས་ག་ནས་རྒྱ་མིས་སྤྱང་པོ་ཞུ་བྱེད་ཀྱི་ཡོད་རེད། བོད་མི་རིགས་འདི།

དེ་བསམ་གནང་རྒྱུ་ཡོད་མ་རེད་ང་རང་ཚོ་གི་འབད་བརྩོན་བྱེད་རྒྱུ་ཡོད་རེད་འབད་བརྩོན། ང་ཚོ་རྒྱ་མི་བོད་དེ་རྩ་མེད་བཟོ་གི་ཡོད་དུས་ཀ་ནས་ང་རང་ཚོ་གི་བོད་དེ་རྩ་མེད་བཟོ་གི་བཟོ་གི་སུ་སུའི་ཁེ་ཕན་དང་སུ་སུ་བོད་ཁེ་རྐུབ་བཏིག་སྲིད་སྲིད་ཡག་པོ་གཡུག་ཡག་ཆོད་འགྲོ་ཨ་ནི་རྒྱ་མི་གི་རིག་གཞུང་ཚུར་གླེང་པ་ཡིན་ན་དཔེ་ཕུང་པོ་རེད་བ་ད་ད་ཆ་ངས་གི་ཟིག་གི་ཡོད་ཁ་སིང་ང་བོད་ཁེ་མ་རིག་གུ་གུ་སྐད་ཆ་དྲི་གི་འདུག་ལ་དིང་སང་ལྷག་དཀར་འདུག་བ་ངས་ལྷག་དཀར་མང་པོ་ཅིག་ལ་འགྲོ་མྱོང།

ངས་ཀྱི་ཁམས་གླུ་བཏང་དུས་གང་ནས་ཁམས་གླུའི་སྒོ་བསྡད་ལ་ངས་ཀྱི་གླུ་དེ་ངས་གླིང་དགུའི་ནང་བཏང་རྩིས་ཡོད་རེད། ཁ་སིང་ངས་པི་ཝང་ཇང་རེད་བྱས་ཙང་ངས་ད་ལྟ་ང་རང་ཚོ་དཔེར་ན་ང་ཡི་ཁམས་པ་རེད་ངས་པ་ལགས་ཁམས་ལི་ཐང་རེད་ཁམས་པའི་ལ་ནུ་སྤྲུལ་ནི་མ་དག་རེད་ཁ་སིང་ང་བློ་བཟང་སེང་གེ་ལ་སྙན་མ་ཅིག་ཐུག་སོང་ཨ་དེ་དུས་གང་ནས་ཁོ་རང་ལ་ངས་ཞུས་ཡིན་ཨ་ད་གང་ནས་ཤེས་དེང་སང་དེ་འདྲའི་མཚམས་མཚམས་འདི་བ་སྤྱི་ཚོགས་དྲ་རྒྱའི་ནང་ལ་ཡ་མི་དེ་འདྲའི་ད་རྒྱ་མི་རྒྱུག་ཁི་ད་དེ་འདྲའི་ཀྱི་ཕ་བཤད་ཚུ་བཤད་ཨ་ནི་ལྷག་པར་དུ་བོད་དོན་འཐབ་རྩོད་བྱེད་མཁན་ད། བོད་མི་རིགས་ལ་དགའ་པོ་དང་བོད། ཅིག་གཞུང་ལ་དགའ་པོ་ཡོད་ན་འདུ་ཚོགས་རྩ་མེད་བཟོས་ཟ་ཨ་ནི་མ་ལབ་པ་དེ་འདྲས་ལབ་བཅུག་ནས་ཨ་ནི་དཀྲུག་ཤིང་རྒྱག་གི་འདུག་བ་དཔེར་ན་ང་འདྲ་པོ་ཆགས་ཤེས་ན། སུ་གཅིག་གིས་གླགས་འཁེལ་གི་མ་རེད་རྒྱ་མི་ཡིན་ནའི་གླགས་འཁེལ་ནི་ད་འདྲ་བ་དུ་གླགས་མ་འཁེལ་བའི་དད་དེ་ཡོད་རེད་ད་ག་ནང་བཞིན། རྒྱ་མིའི་རྒྱུག་ཁུལ་འདུ་ཚོད་ཀྱིས་ང་བེད། མེད་པ་བཟོས་བཞིན་དུ་བོད་པའི་སྤྱི་ཚོགས་ནང་ལ་དཀྲུག་ཤིང་འདྲ་མི་འདྲ་ལང་གི་རེད། སྐད་ཆ་འདྲ་མི་འདྲ་བཤད་གི་འདུག་བ་དེ་ད་ངས་ག་རེ་ཟེར་གི་ཡོད་རེད་ཟེར་ན། དངོས་གནས་དྲ་གནས་ཀྱི་ཁམས་པ་ཡིན་ན།

ངའི་ཕ་ཡུལ་སེར་ཤོག་ལུང་པ་རེད་སེར་སེར་པོ་རེད་དུས་ཕ་ཡུལ་དྲན། ངའི་ཕ་མ་དངུལ་ཤོག་དཀར་པོ་རེད་དངུལ་དཀར་པོ་རེད་དུས་ཕ་མ་དྲན་གལ་སྲིད་ངས་སྐུ་མདུན་ལ་ཕུལ་ཟེར་བ་དེ་དཔེར་ན། ད་ངས་སྐུ་མདུན་ལ་འགྲོ་འདོད་འདོད་མོད་དབུས་གཙང་ཚང་མས་ཀྱི་ཞལ་ཕུལ་མྱོང་ཚར་བ་རེད། ཨ་ནི་གལ་སྲིད་ངས་དེ་ག་དེ་མགོ་བདེ་ལ་ངའི་ཕ་ཡུལ་སེར་ཤོག་ལུང་པ་རེད་སེར་སེར་པོ་རེད་དུས་ཕ་ཡུལ་དྲན། ངའི་ཕ་མ་དངུལ་ཤོག་དཀར་པོ་རེད་དངུལ་དཀར་པོ་རེད་དུས་ཕ་མ་དྲན་ཟེར་དུས་ཕ་ཡུལ་གྱི་ད་དངུལ་ནག་དྲན་ནས་ཕ་ཡུལ་གྱི་ཕ་ཡུལ་དྲན་ཡ་ཕ་ཡུལ་གྱི་ད་ལུང་པ་དྲན་ཡ་ཕ་ཡུལ་གྱི་ཨ་ནི་ཕ་མ་སྤིན་རྒྱག་ཚོ་དྲན་ཡ་བྱེད་དུ་རེད།